ཞེས་ཞུ་ལུགས་ལ་སླེབས་ནས་ལོ་མང་པོ་འགོར་ཡོད་མ་རེད་རྡ་རམ་ས་ལར་བོད་སྐད་ཆེ་ཉག་མ་འདྲ་བོ་འབྲུ་ཐུབ་ན་མ་ཐུབ་ན་སྐད་དེ་མ་ཐུབ་ཡོད་ན་དགོངས་དག་ཡོད་ད། དེ་ཞིག་བྱས། ད་སྤྱིར་བཏང་གི་དེ་ང་ཚོ་བལྟས་ཡོང་ན་ང་ཚོ་བོད་མི་རིགས་ཀྱི་ལོ་རྒྱུས་དེ། ད་ལྟ་བར་དུ་རྒྱལ་ཡོངས་ཀྱི་ཁ་གདངས་སུ་རང་རྒྱལ་མི་སོ་བརྒྱ་དང་ལྔ་བཅུ་ང་དགུ་གིས་བཏང་བའི་ཚབ་དེ་ངས་ད་ཡིན་གྱི་ན་འོས་མི་རིགས་པའི་འཐབ་འཁྲུག་གི་ཚབ་ཐུ་ཤེས་བོ་རེད་བསམ་ཐུབ། དེ་ཚད་ཐུ་ཤུགས་འདི་ང་ཚོ་གི་སྤྱི་ཚོགས་ཀྱི་དེ་གི་རིན་ཐང་དུ་འགྲེལ་བརྗོད་བྱས་ནས་རྒྱལ་སྤྱིའི་སྒང

པའི་གནས་སྟངས་དེ་ག་རེ་བྱུང་བ་རེད་ཅེས་ང་རང་ཚོ་གོ་ད་གོང་ལ་ཅང་མི་འདྲ་བ་ལབ་ཡ་དང། འདི་གི་ཚོར་བ་དེ་ག་རེ་བྱུང། འཚེ་མེད་ཞི་བའི་ལམ་ནས་དགྲ་བོའི་ལ་འཛུལ་ཁུལ་དུ་མ་ཐུག་ཡང་རང་རང་གིས་རང་གི་ཏང་ལ་མེ་ཡིས་སྦར་ནས་ཨ་ནི་དེ་འདྲ་གི་སྡུག་བསྔལ་ཅིག་མྱོང་ཐུབ་ཡ་རེད་དུ་ཤུགས་ཏུ་ཡོད་ཀྱང་མཐའ་མ། ཁ་ཤས་ཀྱིས་ང་རང་ཚོ་དེ་རྒྱབ་ལོག་ན་ཅང་མི་འདུག་ཨ་ཟེར། ང་རང་ཉིན་གཅིག་ཤོར་སོང། ངས་ཁོ་རང་ཚོ་དེ་ལ་ཡང་སེམས་གཏིང་མ་སྐྱེ་རོགས་ཟེར། ད་མི་ཚེ་འདི་བ་ནི་ང་ཚོ་སོ་སོ་ཡིན་ན་ར་མི་ཚེ་གི་ཚེ་མཇུག་དེ་ལ། མི་རིགས་འདི་ལ་ཁོ་སོ་སོ་གི་འགན་ཅིག་འཁུར་ནས་ལས་འགུལ་དེ་ནང་ཉམས་ཞིབ་བྱེད་རོགས་ཟེར། ཉམས་ཤིག་ཅི་ཡོད་ན་ཇི་ཅི་ཐམས་ཅད་པོ་རྒྱལ་ཁ་ལོ་འཇུག་ངེས་བ་ཡོད་མར་མོ་ཞིག་ཁ་ཤི་ཐམ་ཁ་ཡོང་བ་རེད་ཁ་ཤི་སྟོན་ཡག་པོ་ཡང་མེད་པ་ཆགས་ཁ་རེད་དེ་ཡིན་སྟབས་རྩ་བའི་ཆ་ནས་ཁྱོད་རང་ཚོ་གི་མི་རིགས་འདི་གི་ཆེད་དུ་སོ་སོ་གི་ཅིག་ཅི་ཡོད་ཚ་ཆི་ཁ་ལ་མོ་སོ་སོ་གི་དྲུང་ཁ་ལོག་པ་བཞག་ན་ངའི་མི་རིགས་འདི་ལ་སོ་སོ་ངེས་ནས་འགན་ཁུར་ཡོད།

གནས་ལྔ་འགྲོ་བའི་དུས་བྱས་ཡིན། སའི་གོ་ལ་རྡོག་རྡོག་འདི་དང་འགྲོ་བ་མིའི་རིགས་བྱུང་ནས་ད་ལོ་དུས་ཉིས་སྟོང་དུས་རབས་ཉི་ཤུ་རྩ་གཅིག་པར་ད་ལྟའི་བར་དུ་རང་མི་རིགས་ཀྱི་ཆེད་དུ་རང་ལུས་མེར་བསྲེགས་གནས་བརྒྱ་དང་ལྔ་བཅུ་ལྔ་བཅུ་བཏང་ཟེར་རྒྱུ་ད་ང་ཚོ་འུར་པ་གི་འདི་མ་བྱེད་མི་རིགས་གཞན་མ་བྱེད་ཟེར་ཡ་ཆགས་མི་འདུག།

གྲྭ་བ་གཅིག་གིས་གཅིག་གི་རང་ལུས་མེར་བསྲེགས་བཏང་བ། དམག་འཁྲུག་མཚམས་བཞག་སོང་བ། དེའི་སྒང་ལས་ད་ང་ཚོ་གི་ག་རེ་འཚོལ་དགོས་ཞིག་བྱེད་དགོས་བར་དུ་ན་རང་ལུས་མེར་བསྲེགས་བཏང་ནས་ངོ་རྒོལ་བྱེད་ས་བོ་ཡུལ་དེ་མ་འདྲ་བའི་སྒང་གི་འབྲས་བུ་དེ་འདྲ་ཆགས་པར་བྱུང་ད་ནི་དུས

དེ་གང་དེ་ལ་ཅི་ནུས་གོང་ས་སྐྱབས་མགོན་མཆོག་པོ་སྐུ་ཚེ་གང་གང་ལ་འཚེ་མེད་ཞི་བ་དང་སྙིང་རྗེ་འདི་འཛམ་བུ་གླིང་ལ་གང་སྤེལ། དེས་ད་ལྟ་ང་ཚོ་བོད་མི་རིགས་འདི་གི་ནང་ནས་ཁུག་དབབ་དད་པ་དམ་ཚིག་གཙང་མ་བྱས་ནས་ལམ་ཡིག་ཅི་གསུང་བ་དེ་གི་ཐུགས་དགོངས་ཇི་བཞིན་དུ།

ང་ཚོ་བོད་མི་རིགས་ཀྱི་རིག་གཞུང་དེ་ནང་པའི་རིག་གཞུང་ནང་ནས་སྙིང་རྗེ་དེ་སྐྱེ་ཡག་ལ་ཁོང་གི་མཚན་ཉིད་རིག་པའི་སྒང་ནས་གཅིག་དང་རབ་དང་རིམ་པ་སྒྲུབ་བྱེད་བཏང་ནས་སྙིང་རྗེ་གི་རྒྱ་ཆེ་རུ་གཏོང་ཕྱོགས་ཀྱི་ཤེས་བྱའི་མ་ལག་དེ་འཐུས་ཚང་བ་ཡར་རྒྱས་བཏང་བ་རེད། དེ་ལ་སྟབས་ཀྱི་རེད་མ་གཏོགས་གཞན་པ་ཞིག་མ་རེད་བསམ། མི་རིགས་ཀྱི་ཞེན་ཁོག་སྤྱི་ཁོག་གི་ཐད་བྱས་ན།

སོ་སོ་གི་བཀའ་དྲིན་མྱོང་བྱུང་དེ་ཡིན་ཕྱིན་རེ་མ་ཟད Reaction བྱེད་སྟངས་དེ་གི་གནས་སྟངས་དེ་ཕྱོགས་མང་པོ་ཞིག་ནས་ཡོང་རེད་བསམ་འདུག་ཕྱོགས་མང་པོ་ཞིག་ཡོང་ནི་རེད། དེ་ནི་དང་དེ་འདི་ས་ཆ་གཅིག་གི་ནང་ནས་འདི་འདྲ་མང་པོ་ཞིག་བྱུང། ཨ་ནི་འདིའི་ནང་ཧུན་མཚོན་གྱི་ན། དེ་ཚོ་ཉིན་གཅིག་གི་མ་རེད་འདི་རང་སྡེའི་མི་ཚོ་ཉིན་གཅིག་གི་སྟངས་ན་ཁོ་འབྲེལ་བ་ཡོང་རྒྱུ་གི་ནང་ན་ཁོ་གི་འཚར་ལོངས་བྱུང་ས་གི་རྒྱ་རིམ་དེ་ཆ་ཚང་ནང་འབྲེལ་བསྡད་པ་རེད། ས་ཆ་ནི་གཅིག་གི་སྒང་ནས་ས་ཆ་འདི་འདྲ་གཅིག་གི་ང་བ་གཅིག་པུའི་སྒང་ནས་མི་ང་གཅིག་ང་གསུམ་འདི་འདྲ་རང་ནུས་མི་སོང་འདི་འདྲ་མང་པོ་བཏང་ཞོར་དུ་འོ་ཅང་གི་ད་ས་གནས་དེ་གི་རིག་གཞུང་ས་གནས་དེ་གི་མྱུར་བྱེད་ས་གནས་དེ་གི་མྱུར་བའི་མི་རིགས་ཀྱི་ཞེན་ཁོག་ངོ་དེ་ཤུགས་དྲག་པོ་ཡོད་ཆོག་གི་དེ་གི་རྟགས་མཚན་གཙོ་བོ་དེ་རེད་བསམ་གོ་ཐོས་ད་ད་ལྟ

ཕྱོགས་གཞན་ཞིག་ནས་བལྟས་ཡོང་ན། མདོ་དབུས་ཁམས་གསུམ་གྱི་ཁྱབ་ཁོངས་དེ་གཅིག་གྱུར་གྱི་འདུ་ཤེས་དེ་ཤུགས་ཆེན་པོ་ཆགས་སོང། ངའི་མ་ཡིན་ན་འདི་འདྲ་བའི་ཤུགས་ཆེན་པོ་བྱུང་མྱོང་ཡོད་མ་རེད། རང་རྒྱལ་མི་རིགས་དང་ལུགས་འདིའི་རྒྱལ་སྤྱི་འདི་ལ་བརྟེན་ནས་མདོ་དབུས་ཁམས་གསུམ་གཅིག་གྱུར་ཤུགས་ཆེན་པོ་ཆགས་སོང།

འདི་ནང་ནང་གཅིག་ང་ཚོ་དོན་དངོས་སྤྲད་དགོས་ག་ཤེད་འདུག་འདི་གཅིག་མ་ཤོད་རང་ཤོད་ཆགས་དེ་ཆགས། མ་ཤོད་རང་ཤོད་ཆགས་དེ་ཆགས་འདི་གང་ང་ཚོ་ལོ་ཙཱ་བ་ཡིན་ན་ར་ཅིག་འཇིགས་སྐུལ་དེ་ག་དུས་ན་ཉམས་འཇོག་པ་ཞིག་ང་ཚོ་འདི་གི་ཆེད་དུ་རང་ལུས་མེ་སྲེག་དང་ངུ་སྐུལ་བྱེད་ཡོད་རེད། ད་ང་ཚོས་འདི་རང་དེར་འོས་མི་མང་ཆེ་བ་ནི་སི་ཁྲོན་དང་མཚོ་སྔོན་ཀན་སུའུ་ཡུན་ནན་གྱི་ཞིང་ཆེན་གྱི་ཁོངས་སུ་གནས་ཡོད།

དེ་མ་ཟད་ཕྱིར་དུ་རྩ་བའི་ཆ་ནས་ལོ་ཙཱ་བ་དང་འདི་སྐོར་གྱི་ནི་ཅོ་ཡོད་ནི་ཆ་ཚང་ལ་ཐུགས་རྗེ་ཆེ་ཞེས་ངས་དེ་འདྲ་ཞིག་བྱས་ན།